པ་ལན་གྱི་སྐུ་ཁམས་བཟང། ང་ནི་དེ་ནས་སྨན་ལུགས་ཐང་གའི་རྒྱུན་འཛིན་པ་དགེ་རྒན་དངོས་གྲུབ་ཡིན། དེ་རིང་ངས་སྟོང་སྐོར་བོད་ཕུག་གི་མཛད་སྒོའི་ཐོག་ལ་དེ་ནས་བོད་རྒྱའི་སྤྲོ་སྐྱིད་ཐང་ག་སྨན་ལུགས་ཀྱི་མཚོན་བྱེད་ཀྱི་ཐང་ག་ཆ་ཞིག་དང། དེ་དང་དེ་བཞིན་དུ་ང་ཚོ་ཐང་ག་མ་ཡིན་པའི་ད་རུང་དེ་ནས་ཐང་ག་དང་དེ་ནས་དཀར་ཡོལ་དང་འབྲེལ་བའི་དེ་ནས་ཐང་གའི་རི་མོ་དང་ཐང་གའི་ནང་གི་མཆོད་རྫས་ལ་སོགས་པ། དེ་ནས་ང་ཚོས་དཀར་ཡོལ་དང་མཉམ་དུ་དྲིལ་ནས་དེ་འབྲེལ་གྱི་ང་ཚོ་ལག་བྲིས་རང་བཞིན་ཅན་གྱི་དེ་འབྲེལ་གྱི་ཐོན་རྫས་དང་དེ་ལ་ཡང་བེད་ཕྱག་ཟ་ན་ནི་ནང་ནས་ནོར་བུ་དང་ནང་དོན་གྱི་ཡི་གེ་དང་བཅས་པ་བྲིས་ནས་དེ་འབྲེལ་གྱི་ཅིག་འཚོ་བའི་ནང་ལ་ཐོན་ཐུབ་པ་ཐང་གའི་རི་མོ་དེ་ཡང་དེ་དང་དེ་བཞིན་དུ་ང་ཚོ་གི་དཀར་ཡོལ་ལ་ཡང་ཆུང་ཆུང་ཡང་དེ་འབྲེལ་གྱི་བྱ་ཕོར་དང་དེ་འདྲའི་རྒྱགས་ཕྱེ་རང་བཞིན་ཅན་ལ་འགྲོ་ཐུབ་པ་སི་དང་སི་ནས་མཐོང་སྒོ་ནས་དེ་འབྲེལ་བེད་སྤྱོད་ཡོད་པ་དེ་འདྲས་ཟེར་དེ་དང། དེ་ནི་དཀར་ཡོལ་གྱི་ཐོག་ལ་ཡང་ད་རུང་ཚིག་བཅད་ཐུང་ས་དང་ཏི་ཏི་ཚང་མ་ལ་འདི་ལ་མཚོན་དོན་ཅན་གྱི་རི་མོ་ཡོད་པ་དང་ནང་དོན་ཅན་གྱི་རི་མོ་ཡིན་པ་དེ་མ་ཡིན་པའི་ཕྱི་ཚེ་ཀུན་རོགས་དེ་ན་བོད་ཡིག་ཡང་དེ་ལ་ཡང་ཚེག་རང་མནན་མེད་ཟེར་བའི་དག་ཅིག་ཡང། ཁ་གཡང་ར་ཡག་པོ་ཡོད་པ་ཁ་མོ་དང་ཁུ་དང་རི་མོ་དང་མཚོན་དོན་གྱི་རི་མོ་དང་ནི་ཡི་གེ་ཡང་འབྲེལ་ཡོད་པ་དེ་འདྲའི་གི་ཐོན་རྫས་ཁ་ཤས་དང་དེ་མ་ཡིན་པའི་ང་ཚོ་གི་ཡང་དེ་ནི་ཚ་ཚ། ཚ་ཚ་སྐད་མདོག་གི་དེ་འདྲའི་གི་ཐོན་རྫས་གསར་གཏོད་རང་བཞིན་ཅན་གྱི་དང་འཚོ་བའི་ཁྲོད་ན། ད་ཐེངས་སྤྱི་ཁྱབ་ན་ཡང་མང་ཆེ་བ་ཧ་ལས་པ་གི་དགའ་བསུ་ཡོད་པའི་དེ་ནས་ཚ་ཚ་དེ་ཁྱབ་རྒྱ་ཆེན་པོ་ཡོད་པ་དང་དེ་ཡིན་ན་ང་ཚོ་གི་དེ་ནས་དུང་ཁུར་ས་ཆ་ཡིན་ན་འདྲ་གི་མ་ཡིན་པའི་བོད་ཀྱི་རང་གི་ས་ཆ་ནས་དེ་ནས་འབྲེལ་ཡོད་ཀྱི་གནས་རི་ཁྱད་པར་ཅན་དང་དེ་ནས་དེ་ལ་སར་སྣ་ཕྱི་སྣ་ལ་སོགས་པ་སྤྲས་ནས་དེ་ནས་དང་རང་ནུས་དང་ཡོངས་སུ་རྫོགས་པ་མཛད་ནས་དེ་ནས་གི་འདི་འདྲའི་གི་ཤུབས་ཡིན་ན་དེ་ནི་ཀོའུ་བ་རང་བཞིན་གྱི་ལུས་ཡོད་པ་ང་ཚོ་ཀོའུ་བ་ཡིན་ཟེར་གི་ཡང་སྤྲོ་སྐྱིད་ཀྱི་ཐོག་ནས་བཤད་ན་ཡང་སྔོན་གྱི་ང་ཚོ་བོད་ཀྱི་ཧྲང་ཁུར་དག་ཡག་དེ་ནི་ཡིན་གྱི་མེད་ནི་ཀོའུ་བ་གི་ལུས་ཡོད་པ་ཟེར་དེ་འདྲའི་ཡིན་པ་མ་གཏོགས་དངོས་མ་ཡིན་ན་ལྕགས་འདྲ་དེ་འདྲའི་གི་ཀོའུ་བ་མེད་མ་ཡིན་པ་དེ་འདྲའི་ཞིག་རེད་དེ་འདྲའི་བསམ་པ་ཧྲང་ཁུར་རང་བཞིན་གྱི་དེ་འདྲའི་གི་ཐོན་རྫས་གསར་པ་དེ་མ་ཡིན་པའི་ཡང་ན་ང་ཚོ་གི་རི་མོ་གི་ཐོག་ནས་གསར་གཏོད་རང་བཞིན་ཅན་གྱི་རི་མོ་དེ་འདྲའི་གི་ཆུང་ཆུང་དང་དེ་འདྲའི་ཡིན་ན་ཡང་ཅིག་ཟེར་དགོས་ནི་གོ་ང་ཚོ་གི་བཤམས་ཡ་དང་རང་འཇོག་ཡ་དང་དེ་འདྲའི་གི་ཅིག་ཆེད་ཟེར་དགོས་ནི་ཕན་ཚུན་ལ་ལེགས་སྐྱེས་སྤྲད་ཡ་འདྲ་འདྲ། དེ་འདྲའི་སྤུས་ཚད་ཡག་ཧ་ལས་པ་ཡོད་པ་ཚང་མ་དང་ལག་པ་རང་བཞིན་གྱི་ལག་དྲི་ཡིན་པ། ཐང་གའི་རྒྱུ་ཆ་དང་ཐང་གའི་ཚོན་བཞི་ལ་སོགས་པ་དང་ཐང་ག་ངོས་ལ་འབྲེལ་ཡོད་ཀྱི་དེ་འདྲའི་གི་དེ་ནི་ང་ཚོ་ཐང་ག་སློབ་གྲྭར་ཟིན་པའི་ཆ་ནས་དེ་འདྲའི་གི་ཐོན་རྫས་མང་པོ་ཟིག་དེ་རང་ས་ཆ་འདི་ནས་ངོ་སྤྲོད་བྱས་པ་ཡིན།